ལྷན་རྒྱས་སྐུ་ཁམས་བཟང་བའི་འཚམས་འདྲི་ཞུ་བ་དང་སྦྲགས་ནས། དེ་རིང་གུས་པས་ལྷ་རམས་པ་ཟེར་བ་དང། ལྷ་རམས་དགེ་བཤེས་ཟེར་བའི་མིང་བཏགས། ཞུ་སྣང་མཛད་ཚུལ་གྱི་སྐོར་ལ་མདོར་བསྡུས་ཀྱིས་ཞུ་ཆོག་པ་ཞིག་རྒྱུ་མཚན་གང་ཡིན་ཟེར་ན། འདི་དང་འབྲེལ་བའི་བརྙན་དང་པར་ལ་སོགས་པ་དུ་མ་ཅིག་ད་ནི་ངའི་ལག་པ་ལ་སོན་བསྡད་ཡོད་པ་དང། ཡང། ལྷ་རམས་དགེ་བཤེས་དང་ལྷ་རམས་པ་ཟས་ཀྱི་མཚན་རྟགས་དེ་ག་འདྲི་ཡོང་གི་ཡོད་མིན་གྱི་སྐོར་ལ་ཡང་ཐུགས་སྣང་ཡོད་ཀྱི་རེད་གཅིག་རེ་གཉིས་ལ་ཐུགས་སྨོན་གསོས་པའི་ཆེད་དུ་ཨུན་གུ་བའི་གང་དྲན་པ་ཚིག་གཅིག་གཉིས་ཀྱིས་བརྗོད་པ་ཡིན་ན་ཕན་ཐོགས་མི་ཡོང་བས་དྲན་ནས་ད་དགོས་པ་དེ་འདྲ་སྒྲོག་བཞིན། ད་དེ་ཡང་ལྷ་རམས་པ་དང། ལྷ་རམས་དགེ་བཤེས་ཟེར་གྱིན་དེ་ཟེར་བ་དེ་ག་འདྲི་ཞིག་ཡོང་གི་ཡོད་རེད་ཟེར་ན། ཡོང་ས་དེ། གནམ་ལ་ཉི་ཟླ་སྐར་གསུམ་དང་ས་ལ་སེ་འབྲས་སྐར་གསུམ། ཟེར་སྲོལ་ཡོད་པ་ནང་བཞིན་བྱས་ནས་བསྟན་འཛིན་ཆེན་པོ་གསུམ་དང་གྲྭ་ཚང་ཆེན་པོ་དྲུག་ནང་ནས་དོན་དགོས་ཅིག་ད་ཡིན་པ་ཡིན་ནས་དེང་སང་བསྟན་འཛིན་ཆེན་པོ་གཙང་བཀྲ་ཤིས་བློན་པོ་དང་འདི་མ་ཡིན་པའི་ར་སྟོད་གྲྭ་ཚང། ཙོང་ཁ་ཆོས་སྡེ་ལ་སོགས་པའི་ནི་གྲྭ་ཚང་དང་བཤད་གྲྭ་ཆེན་པོ་དེ་ཚོ་ཡི་ནང་ནས་ཀྱང་ད་ཐོན་ཡོད་པ་ཅིག་འདུག་ཟེར། ད་དེ་ལྟ་བུའི་ལྷ་རམས་པའམ་ལྷ་རམས་དགེ་བཤེས་དེ། རྩ་བའི་ནི་དགེ་བཤེས་ལ་ལྷ་རམས་དགེ་བཤེས་ཟེར་བའི་མཚན་གནས་བཞེས་ཡ་དང་ཚོགས་རམས་དགེ་བཤེས་ཟེར་བའི་མཚན་གནས་བཞེས་ཡ།

པའམ་ལྷ་རམས། དགེ་བཤེས་ཟེར་བའི་ཡི་མིང་དག་སོ་སར་ཐོབ་དང་མ་ཐོབ་ལུགས་ཐོབ་ཐང་གི་སྐོར་འདི་དུ་ཞུས་ཡོད་དེ་རེད། ད། རྩ་བའི་ལྷ་རམས། ཟེར་དེ། ལྷ་ལྡན་རབ་འབྱམས་པ་ཟེར་བ་རེད། ལྷ་རམས་པ་ཟེར་གྱི་ཚིག་དེ་བར་སྣར་བ་ཡིན་ན་ལྷ་ལྡན་རབ་འབྱམས་པ། ད་ལྷ་ལྡན་རབ་འབྱམས་པ་ཟེར་བ་འདི་ཡང། རྗེའི་བདག་ཉིད་ཆེན་པོ་ཁམས་གསུམ་ཆོས་ཀྱི་རྒྱལ་པོ་ཤར་ཙོང་ཁ་པ་བློ་བཟང་གྲགས་པ་འཛམ་བུ་གླིང་འཇིག་རྟེན་འདི་ཡི་ནང་ལ་ཡང་ཕེབས་ནས། ལྷ་ས་གཙུག་ལག་ཁང་ཆེན་པོ་ལ་ཡང་ལྷ་ལྡན་སྨོན་ལམ་ཆེན་པོ་ཚུགས། སྐབས་དེ་དུས་དམ་འཇོག་གནང་མཁན་གྱི་དགེ་བའི་བཤེས་གཉེན་རྣམ་པ་ལས། ལྷ་རམས་དགེ་བའི་བཤེས་གཉེན་ལྷ་རམས་དགེ་བཤེས་ཅེས་ནས་མཚན་གནས་འདི་ཐུགས་ཅི་ནས་བྱུང་བསྡད་པ་ཅིག་རེད་བཞག་ད། དེང་སང་ཡིན་པ་ཡིན་ནས་ད་ང་ཚོ་རྒྱ་གར་ལ་ཡ་ཚུར་འབྱོར་ནས་ཡིན་པ་ཡིན་ནས་ད་ག་རང་ལྷ་དང་རབས་ད་ད་ཆོས་སྒྲོན་སྨོན་ལམ། བོད་ཟླ་དང་པོའི་ནང་ནས་ཆོས་སྡེ། ཆོས་འཕྲུལ་སྨོན་ལམ་བཅས་འཚོགས་ཀྱི་ཡོད་ཙང་སྐབས་དེ་དུས་ཡིན་ཡང་གདམས་ཆོག་ཞག་འདིའི་རྗེས་ལས་ལྷ་རམས་དགེ་བའི་བཤེས་གཉེན་གྱི་མཚན་གནས་དེ་འདུག་སྟངས་གནང་གི་ཡོད། བསྩལ་གནང་གི་ཡོད། ད་འདིའི་སྔོན་ལ་ཡང་ལྷ་རམས་པ་ཟེར་ཡ་འདི་ནི་ད་དེང་སང་ཁོ་དུས་ཀྱི་འགྱུར་བ་དང་སྦྲགས་ནས། ཐོག་མར་དེ་ལ་བལྟ་དཔེར་ན་བྱེ་བྲག་ངས་ད་ང་རང་སེར་རྗེའི་ནང་དུ་སློབ་སྦྱོང་བྱེད་མཁན་ཅིག་ཡིན་པ་ཡིན་ཙང་སེར་རྗེ་གྲྭ་ཚང་གི་འགྲོ་ལུགས་འགྲོ་སྟངས་ཤིག་བཟུང་བྱས་ནས་ཞུས་བཞག་ན་ཁོ་ཐུགས་སྤྲོ་གི་མེད་འགྲོ་བྱས་ནས་རེ་བ་འདུག་ཟིན། གྲྭ་ཚང་ནང་ནས་སྒོ་བསྡུས་གྲྭ་བསྡུས་གྲྭ་འཛིན་གྲྭ་ནས་བྱས་ནས་བསྡུས་ཆུང་ནས་བྱས་ནས་ནི་འཇུག། བསྡུ་བ་དེའི་རྗེས་ལས་མཛོད་མ་ཐོན་གྱི་བར་ལ་ལོ་ངོ་བཅོ་བརྒྱད་ཀྱི་རིང་ལ་བསྡུས་གྲྭ་གསུམ་དང། དེ་ནས་གཞུང་ཆེན་པུ་ཏི་ལྔ་ལས། ལོ་བཅོ་བརྒྱད་ཀྱི་རིང་ལས་སྲོལ་མཚམས་མཐར་ཕྱིན་པའི་རྗེས་ལ། རྒྱལ་ལུགས་སྒྱུ་འཕྲུལ་ལས་མཉམ་ཞུགས་གནང། རྒྱལ་ལུགས། རྒྱལ་བསྟན་སྒྱུ་འཕྲུལ་རྒྱལ་ལུགས་སྒྱུ་འཕྲུལ་ཟེར་རོ། རྒྱལ་ལུགས་སྒྱུ་འཕྲུལ་ལས། མཉམ་ཞུགས་གནང་ནས་རྒྱུགས་འཕྲོད་སོང་ན། ད་འདི་ཡང། བཀའ་རམས་ལོ་རིམ་གཉིས་གློད་པའི་ལོ་རིམ་གཉིས་ལྷ་རམས་ལོ་རིམ་གཉིས་ཟེར་ནས་ཁྱོན་ལོ་རིམ་དྲུག་གི་རིང་ལ་ཡང་སྡུག་ས་ད་རྒྱུགས་སྤྲོད་བཏང་ནས་རིམ་པ་གཞན་དུ་ཕྱིན་ནས་གྲོགས་བསྒོ་བ་བྱས། ད་སེར་བྱེས་ལས་མཚོན་ན། བཀའ་རམས་ལོ་རིམ་དང་པོ་དེ་དགེ་འདུན་གཙུག་ལག་སློབ་གཉེར་ཁང་ཆེན་པོའི་རྒྱུགས་འབྲས་ཁྲོད་ན། དེའི་རྗེས་ལ་ཡང་སྐྱབས་རྗེ་མཁན་རིན་པོ་ཆེ་དང་གྲྭ་ཚང་གི།

ནི་གང་ཟག་སོ་སོ་དང་འཛིན་གྲོགས་སོ་སོ་ཀྱི་ཡར་འགྲོ་ནི་ཞུ་ཆོག་ཡ་དེ་འདུགལུགས་དང་ལམ་སྲོལ་དེ་འདྲའི་མི་འདུག་མའོ་གནང་ན་མ་གཏོགས་འདི་ཡང་གནང་བརྡ་ཡོད་པའི་ཐོག་ནས་གནང་བརྡ་གནང་དགོས་ཡ་དེ་ནི་སང་ཉིན་ལ་ཡང་གྲ་སྒྲིག་བྱེད་ཡ་གི་ཁྱད་པར་ཡོད་པ་ཡིན་ཙང་གནང་བརྡ་གནང་དགོས་ཡ་དེ་དེ་འདྲའི་རེད་དེ་ཤ་ད། སྐྱབས་རྗེ་མཁན་རིན་པོ་ཆེ་གིས་གནང་བརྡ་དེ་ཡང་ནི།

ཁྱེད་རིམ་བྱེད་ས་ལ་ཡང་བཅར་ཡས་དེ་དུས་ཚེ་ཞིག་ཏུ་ཡག། འགྲིག་ཅེས་ཡར་ཕེབས་རེ་བྱ། དེ་ཕེབས་པའི་རྗེས་ལ་ཡང་དང་ཐོག་ནས་སྐྱབས་རྗེ་མཁན་ཆེན་རིན་པོ་ཆེ། སྐྱབས་རྗེ་མཁན་རིན་པོ་ཆེ་མཆོག་ལ་ཡང་ཕྱག་གསུམ་ཕུལ་ནས་ཡང་སྙན་ཞུ། དེ་ཡང་སྤྲོས་མགོ་བའི་གཅིག་རེ་བྱ། སྤྲོས་ནས་ནི་སྐྱབས་བྱེད་ཀྱི་རིན་པོ་ཆེ་ཡོངས་སྔགས་ཟིན་ནས་མ་གསུངས་པའི་རྗེས་ལ་ཡང་ནི་སྐྱབས་བྱེད་བྱེད། དེ་ནས་ང་སོགས་ཚོམས་ཁང་ངམ་གྲྭ་ཚང་ནང་ལ་མ་ཕེབས། ནི་རྒྱལ་བའི་མཐོང་གྲོལ་རིན་པོ་ཆེ་ཆེ་ཧ་ཞུ་ཡ་དང། དེ་ནས་སྐུ་རྟེན་གསུང་རྟེན་ཆེ་ཧ་ཞུ་ཡ། དེ་ནས་ཡི་དམ་ཐུགས་རྗེ་ཅན་ལ་སོགས་པ་ཡི་དམ་ཡ་མཇལ་ཧ་ཞུ། ཐུ་མི་སྐྱབས་འཇུག་གནང། འོག་ཐུགས་ཆེ་ནས་སླར་ཡང། དེ་ནས་ཅེས་བླ་རང་ཁྱེད་རིམ་བྱེད་ཀྱི་སེམས་བྱུང་ལ་ཡ་བཅའ་ར་གཅིག་འདུག་སེ་རེ་ཏེ་བྱ། དེ་དུས་ཡ་ནས་ཁྱེད་རིམ་བྱེད་ལ་ཡ་ཕྱག་ཕུལ།

ཧོར་ཟླ་ལྷ་རམས་ཀྱི་མིང་བརྡ་གཏུགས་སུ་གནང་སོང། ནི་ལྷ་རམས་རྩེད་འགྲན་ལ་ཡང་ནམ་ཞུགས་ཆོག་རྒྱུའི་ནང་བཟི་བྱས་ནས་སྙན་སེང་ཡག་འདུག་ཅེས་ཞུ་ཡ་རེད་ཤག། སྐབས་དེ་དུས། ནི་ལོ་འགོ་རྐྱེན་པས་བཀའ་སློབ་ལམ་སྟོན་མང་པོ་ཞིག་འདུག་སུ་གནང་ཡོང་འདུག་ནི་འཛུལ་བཅུག་བྱས་ཡན་གྱི་དུས་ཚོད་འདི་ཚོད་མ་གཏན་འབེབས་ཅིག་གནང་འདུག་སུ་མ་ཕྱག་ལས་གནང་ཡ་འདི་རེད་ཤག། འདིའི་རྗེས་ལ་ཡང་ནི་སོ་སོ་སོ་སོ་ཀྱི་དགེ་བའི་བཤེས་གཉེན། འདི་ཚོ་བྱས་ཁ་ཞུ་ཡག་མེད་འདི་བསྟན་སྲུང་ཕུལ་ཡག་འདི་རེད་ཤག་འདིའི་བྱས་ལས་ཡག་དེ་ནི་སོ་སོ་ཡི་ཤག་ནང་ལས་ཡག་རྟེན་འབྲེལ་མཛད་སྒོ་ད་མིང་རྟགས་སོ་གསར་ཐོད་པའི་རྟེན་འབྲེལ་མཛད་སྒོ་འདི་བྱས་ཡག་འདུག་ཟེར་རེད་ཤག་ད་རྟེན་འབྲེལ་མཛད་སྒོ་འདི་ལས་ཡག་ག་རེ་ག་རེ་གྲ་སྒྲིག་བྱེད་དགོས་ཀྱི་ཡོད་མེད་ཀྱི་སྐོར་འདི་ཡང། གལ་སྲིད་འདི་ཡི་ཐོག་ལ་ཡང་ཐུགས་སྣང་དང་སྙན་པོ་འདྲ་བྱེད་དང་ཡང་ཡོད་ཀྱི་བྱུང་ན། ཆད་ལས་ཞུ་ཆོག་པ་དང། མ་བཙལ་ན་ལྷ་རམས་རྩེད་འགྲེལ་ལས་ཡང་བརྫུས་ནས་རྫུ་ལུགས་དུ་དང།